མི་རིགས་ལ་ཞབས་ཕྱི་ཐང་ཟིག་ཟིག་བསྟན་པ་ལ་ཞབས་ཕྱི་ཐང་ཟིག་ཟིག་འགྲོ་བ་ལ་ཞབས་ཕྱི་ཐང་ཟིག་ཟིག་འགྱུར་ཐུབ་ད་གི་གར་སྟེ་དེ་མ་ཐུབ་ན་ཡང་དེ་ཞབས་འདྲེན་དུ་མི་འགྱུར་ན་སྲིད། ཡ་དྲུག་པོ་ལྷན་སྐྱེས་དེ་རང་ཉེ་ཆར་རང་ཉིད་ཀྱི་མྱོང་ཚོར་དང་འབྲེལ་ཏེ། དེ་ནས་གྲྭ་པ་ལོ་ཆུང་དང་གྱོ་མོ་ལོ་ཆུང་ཚོ་ལ་ཁ་བརྡ་ཟེར་བཤད་ན། ལྷག་བསམ་རྣམ་དག་གི་ཁ་བརྡ་ཡིན་པས་ཁོང་རྣམ་པ་ལ་ཅུང་ཙམ་རེ་ཕན་རེ་ཐོབ་ན་བསམ་གྱི་ཡོད།

ར་བ་ལོ་ཆེན་པོ་དང་ཐེ་བ་ལྷོ་གཉིས་ཆེན་པོ་ཡོང་མཁན་ཚོ་ལ་ངའི་སྐད་ཆ་འདི་གང་ཡང་ཤེས་དགོས་ཀྱི་མ་རེད་ལ་གང་ན་པ་ཤར་དགོས་ཀྱི་རེད་དེ་ནས་ཡང་བསམ་བློ་ནར་མ་སྣང་པའི་ང་ལྟ་བུ་ལ་ཡང་སྐད་ཆ་འདི་འདྲ་ཅིག་བཤད་ན་གང་ན་པ་ཕན་ཐོགས་པའི་རེ་བ་རྒྱ་ཆེན་པོ་ཡོད། དེ་ནས་སྤྱིར་བཏང་ཤི་དང་མི་ཤི་ཟེར་བ་དེ་སེམས་ཁམས་ལ་རག་ལས་ཡོད་པ་དང་ཁོར་ཡུག་ལ་རག་ལས་ཡོད་པ་དེ་ནི་རྒྱུ་རྐྱེན་མང་པོ་ཅིག་ལ་འབྲེལ་བ་ཡོད་ཀྱི་རེད་མཐའ་གཅིག་ཏུ་འདི་གོ་གཟིགས་ཀྱིས་རྗེས་ཡོད་པ་ཙམ་གཅིག་གིས་འདི

དེའི་ནང་མི་དགེ་བ་མང་པོ་བྱས་ཡོང་གི་མི་འདུག་ཁོར་ཡུག་ཡག་པོ་ཡོད་པའི་རྒྱུ་མཚན་ལ་བརྟེན་པའི་སྒོ་ནས། ད་གྲྭ་པ་ཚོས་ལོ་ཚ་ཡི་སྐབས་སུ་དངོས་གནས་དྲང་ནས་གཡག་གི་རྭ་ཤོག་ནང་འཛུལ་ཟིན་འདྲ་ཟེར་རེད་དངོས་གནས་དྲང་གནས་རེད། གཡག་གི་རྭ་ཤོག་དེ་དང་པོ་ཁ་ཆེན་པོ་ཡིན་ལ་རེད་ཁ་ཆེན་པོ་དེ་ནི་ནང་ནས་གཡག་འཛུལ་གི་འཛུལ་ནས་ཁ་ཇེ་འཕྲ་ཇེ་འཕྲ་ཇེ་འཕྲ་རེད། རང་ལྟ་བུ་ལ་འཚམས་པ་ཡིན་ན་དང་པོ་ད་གྲྭ་པ།

རྒྱུན་ལས་གཏིང་ཟབ་པོ་གཅིག་བྱས་པ་ཡིན་ཡིན་ན་ཡང། འདི་ལ་སྙིང་པོ་འདུག་འདི་སྤྱི་པོ་འགའ་སངས་རྒྱས་དངོས་གནས་དྲང་གནས་མཐོང་མ་སོང། དེ་ནས་འཇིག་རྟེན་གྱི་ཐོག་ལ། སྒར་གྲི་རྫི་པོ། ཁང་པ་ཡག་པོ། འཇིག་རྟེན་གྱི་ཡོ་བྱད་མང་པོ་བརྩིས་ལ་ང་རང་ཉིད་ཀྱི་བོད་ཤེས་བཏུལ་མྱོང་ཡོད། ཡིན་ན་ཡང། དེའི་སྡེ་བཞི་ཟེར་བ་དེ་གནས་སྐབས་ཙམ་ཡིན་པ། དེ་ནས་རང་ཉིད་ཐོས་བསྡད་པའི་གི་ལྔའི་པོ་ཏའི་དང་པོ་མ་ཐོས་པའི་སྡུག་བསྔལ་ཐོས་ཚ་ཡི་ཧོ་ཡི་གི་སྡུག་བསྔལ། དེ་ནས་ད། འཇིག་རྟེན་གྱི་གནས་ཤུལ་མང་པོ་ཅིག་དང་དཀའ་ཁག་མང་པོ་ཅིག་རང་གི་སེམས་དེ་བརྩེ་བ་གཉིས་ནས་མཚན་གྱི་མེད་པ། དེ་ནས་དེ་དང་འཚམས་པའི་དཀའ་ལས་མང་པོ་མང་པོ་ཅིག་ད་མི་ཕེབས་ཏེ་འཕྲད་བཞིན་པ་རེད་ད་ད་ལྟ་འདྲ་ཡིན་ན་ང་ཕོ་བྱུང་རེད་མྱི་བྱུང་རེད། མ་འོངས་པ་ལ་ང་ལ་ཁྱིམ་ཚང་ཡོད་བྱིས་པ་ཡོད། དེ་ནས་གཞིས་འཁོར་བ་འདྲ་བོ་ཅིག་བཟང་དངོས་པོ་ཕྲ་ཆེན་དེ་འདྲ་བྱས་འོངས་པ་ཡིན་ན།

དེ་འདྲ་བྱས་ནས་ལོ་མང་པོ་གྱིས་དེ་ནས་ཐེག་པ་ལྷོད་ཉེའོ་ཡག་པོ་མ་ཐེག་གྲྭ་པ་མ་ལོག་གི་ན་ཡང་མི་ཁ་ལ་སྐྲག་ནས་ལོ་ཐ་མ་བྱས་ནས་ད་ལོ་མང་པོ་གྱིས་དུས་ཚིགས་འཕྲོ་བརླག་རེད་སོང་པ་རེད་དེ་ནས་ཁྱེད་རྣམས་པ་དེ་འདྲིག་གི་གྲྭ་པ་དང་གྱོ་མོ་ཡོད་ཤི་ཡོད་ན་ཁྱེད་རྣམས་པ་ཤི། ངོ་ནི་ཀྲོང་ནི་ད་གྲྭ་བ་ཚད་ལྡན་གྱི་བཟོ་དགོས་གི་སང་གྱི་སེམས་ཕག་ཟིག་ཆེ་ཡོག་ན་ཁྱེད་རྣམ་པ་གི་དུས་ཚེ་བརྩེ་བ་ཉིད་ནས་ཁྲོ་ལ་མ་གཏོང་ནས་ཁྱེད་རྣམ་པ་ཕི་པ་ལྷོ་ཉི་ཡར་མོ་བྱས་ནས་དུད་འགྲོ་ཞུགས་ཡོད་པ་ཡིན་ན་ཁྱེད་རྣམ་པའི་ལང་དེ་བརྩེ་བ་ཉིད་ནས་ནོར་མི་འགི། དེ་ནི་རྒྱ་ཤ་རྒྱག་གི་ནང་ནས་ང་ཅི་རབ་ཏུ་བྱུང་བ་ཚད་ལྡན་གྱི་རི་སར་མང་གི་སང་ན་དེ་ནི་འགྱོད་པ་འགྱོད་པ་ནས་སེམས་ཐག་བཅད་དེ་ང་ལྟ་བུ་བྱས་ནས་ཤ་ཟ་འབའ་རྒྱག་ན་དེ་ནི་མ་མཐའ་ཡིན་ན་ཡང་རང་གི་ཁྱིམ་ཚང་ལ་ག་ལ་གང་འཚམ་གི་རོགས་པ་ཐོན་གྱི་རེད་དེ་ནི། ཤེས་ཡ་སྔ་མའི་ལུས་དང་ཤེས་པ་འདི་གི་འབད་བརྩོན་ལ་བརྟེན་པའི་སྒོ་ནས་རང་རང་སོ་སོའི་ག་ལ་གང་ཚང་གི་ད་ཁ་རྒྱ་གཉིས་ཀྱི་ཆེད་དུ་རེ་བ་དེ་ནས་བྱང་གི་མ་རེད་བསམ་གི་ཡོད་དེ་རིགས་ག་ཚོད་དུས་ཚད་ཡག་པོ་རེད་དེ་རེད་མ་ཐུབ་པས་དེ་ནས་ད་ཤ་མི་ཟེར་མའི་དུས་ཚད་འཕྲོ་བརླག་འདྲ་པོ་ཞིག་བྱས་ནས་གོ་གཟིགས་ནི་དམར་པོ་གང་དུ་མཁན་གྱི་དུད་འགྲོའི་རེད་གསུངས་པ་ཡིན་ན་ཡང་རང་གི་མི་ཚེ་ཡང་དན་དང་ལྡན་པ་མར་བརྗེ་བ་མི་ཚེ་འཕྲོ་བརླག་འདྲ་པོ་འཁོར་བ་སྟོང་ཆང་འདྲ་པོ་སོང་ན་ཡག་པོ་ཡོད་གི་མ་རེད་དེའི་རྒྱུ་མཚན་གྱིས